ལོ་རྗེས་གཞིས་ཀྱི་ཤེས་བཞི་པ་ཡི་ལེའུ་གཉིས་པ། ད་ལྟ་ང་ཚོ་གཙོ་བོ་ཡེ་ཤུ་སྐུ་གྲོངས་ཚར་བའི་རྗེས་སུ་གནས་ཚིག་གང་ཞིག་ལྷག་པ་དང་ཁོང་གི་ཕུང་པོ་དེས་དུས་གང་ལ་བཅུག་བའི་ལོ་རྗེས་དེ་ལྟ་གི་ཡིན། གཙོ་བོ་ཡེ་ཤུ་སྐུ་གྲོངས་མ་ཐག་ཏུ་མཆོད་ཁང་ཆེན་པོའི་ནང་གི་དབྱེ་བ་དེ་སྟེང་ནས་འོག་བར་དུ་དུམ་བུ་གཉིས་ལ་རེག་པ་དང་ས་གཡུགས་པ་དང་སྒྲ་སྐད་པ་རེད། དུས་གང་མང་པོ་ཆགས་ནས་སྒོ་ཕྱེས་པ་དང་དམ་པའི་མི་མང་པོས་ཡང་བསྐྱར་སྲིན་བུ་བསླང་བ་རེད། རོ་མཱན་པ་ཡིས་དམག་མི་ཡི་དཔོན་པོ་དང། ཡེ་ཤུ་དཀྲུགས་བསྡད་པའི་དམག་མི་རྣམས་ཀྱིས་ས་གཡོས་བརྒྱུད་ནས་གནས་ཚུལ་དེ་འདྲ་ལྷག་ཡོད་པ་མཐོང་དུས་ཞེད་སྣང་ཆེན་པོ་སྐྱེས་ནས་ཁོང་ནི་དངོས་གནས་དཀོན་མཆོག་གི་སྲས་རེད་འདུག་ཞེས་སྐད་ཤུགས་བརྒྱབ་པ་རེད། བྱ་བ་འདི་གནང་ལ་ལྟ་བའི་ཆེད་དུ་དེ་ལ་འཛོམས་ཡོད་པའི་མི་ཚང་མ་ཡིས་གངས་ལྗོངས་བ་མཐོང་ནས་སོ་སོ་རང་རང་གི་གྲི་ཁོག་བརྡུང་ནས་སེམས་པ་ཤིན་ཏུ་སྐྱོ་ནས་ནང་དུ་ལོག་འགྲོ་བ་རེད། འོད་ཀྱང་གཙོ་བོ་ཡེ་ཤུ་ཧ་གོ་མཁན་རྣམས་དེ་ལ་ལངས་ནས་བསྡད་ཡོད་པ་རེད། ཁོ་ཚོ་དང་མཉམ་དུ་ག་ལེ་ཡེ་ནས་ཁོང་གི་རྗེས་སུ་འགྲོ་བའི་བུད་མེད་རྣམས་ཀྱང་བསྡད་ཡོད། དེ་ནས་ཡ་ཧུ་དཱ་པ་ཡིས་མགོ་མཁྲེགས་རྣམས་པེ་ལ་ཏོའི་དྲུང་དུ་འགྲོ་ནས། སོ་ནེ་ནིའུས་མི་སེར་གྱི་ང་སོ་ནི་མོ་ཡིན་ཙམ་ལྗོངས་ཞིང་ལ་ཡོད་པའི་མི་དེ་ཚོ་ཡི་སྐོམ་པ་བསྐྱོན་ནས་ཁོ་ཚོའི་ཕུང་པོ་དེས་ཕར་ཕྱིར་འགྲོ་བའི་ཞུ་བ་འཐེན་པ་རེད། ཡེ་ཤུ་དང་མཉམ་དུ་ལྗོངས་ཞིང་ལ་བཅོམ་བའི་མི་དེ་ཚོ་མགྱོགས་པར་དྲོངས་བའི་ཆེད་དུ་དམག་མི་རྣམས་ཡོང་ནས་མི་དང་པོ་ཡི་སྐོམ་པ་ཆགས་པ་དང་དེ་ནས་མི་གཉིས་པ་ཡི་སྐོམ་པ་ཆགས་པ་རེད། འོད་ཀྱང་ཁོ་ཚོ་ཡེ་ཤུ་ཡི་དྲུང་དུ་ལྷས་ནས་ཁོང་གྲོངས་ཚར་བ་མཐོང་སྟེ་ཁོང་གི་རྐང་པ་ཅོག་མེད་པ་རེད། རྐང་པ་འཆར་བའི་ཚུལ་དུ་དམག་མི་གཅིག་གིས་གཙོ་བོ་ཡེ་ཤུ་ཡི་སྐེད་པ་ལ་འདུག་བཙུགས་པ་དང་ཁྲག་དང་ཆུ་ཕྱི་ལ་འཐེན་ཡོང་བ་རེད། ཁོང་ལ་འདུག་བཙུགས་པ་དང་ཁོང་གི་རུས་པ་གཅིག་ཀྱང་འཁྱོག་གི་མེད་པ་དེ་སྔོན་མ་ནས་དམ་པའི་གསུང་རོལ་ནང་དུ་བྲིས་ཡོད། ད་ལྟ་གནས་ཚུལ་དེ་སོགས་དངོས་གནས་བྱུང་ཡོད་པ་རེད། དེ་ནས་དགུང་མོ་མ་ཆགས་སྔོན་དུ་ཡེ་ཤུ་ཡི་རྗེས་འགྲོ་པ་ཞིག་ཡིན་པའི་མིའི་ཕྱུག་པོ་ཡོ་སེབ་ཟེར་བ་དེ་ཨ་རི་མ་ཐ་ནས་དེ་ལ་སླེབས་པ་རེད། མི་དེས་པི་ལ་ཏུ་དྲུང་དུ་ཕྱིན་ནས་ཡེ་ཤུ་སྐུ་ཕུང་གནང་རོགས་ཞེས་ཞུ་བ་འཐེན་པ་དང་པི་ལ་ཏུ་ཡིས་ཁོང་ལ་གནང་བའི་བཀའ་གནང་བ་རེད། ཡོ་སེབ་ཀྱིས་ཡེ་ཤུའི་སྐུ་ཕུང་ལེན་ནས། རང་གི་སྟེང་དུ་བཟོ་བའི་དུད་ཁང་གསར་པ་ལ་ཁེལ་འགྲོ་བ་རེད། ཁོང་གི་ཕུང་པོ་ལ་པུས་ཆུ་བཏོན་ནས་རས་བཙོ་མ་ཞིག་གི་ནང་དུ་བཀྲུས་ནས་བྲག་ཕུག་ལ་བཞག་པ་རེད། དེ་ནས་ཁོང་གིས་བྲག་ཕུག་དེའི་རྡོ་ཆེན་པོ་ཞིག་གི་ཁ་བརྒྱུད་ནས་ཕར་སོང་བ་རེད། དེ་ཡི་གསུང་ནི་གྲ་སྒྲིག་ཡི་ཉིན་མོའི་རྗེས་སུ། བླ་ཆེན་དང་ཕར་བཤད་པ་རྣམས་དཔེ་བླ་སྟོད་ཡི་དྲུང་དུ་འཚོང་བ་རེད། ཁོ་ཚོ་ཡི་བརྗོད་པ་སྐུ་ཤོས་ལ། མགོ་སྐོར་བཏང་མཁན་ཡི་ཤུགས་སེམས་བུ་བསྣོལ་བའི་དུས་སུ། ང་ཚོ་ལ་དེ་ལྟར་བརྗོད་མྱོང་ཡོད། ཁོང་འཆི་བ་ནི། ཉི་མ་གསུམ་གྱི་རྗེས་ལ་ལྷ་ཡང་སེམས་བུ་ཞང་སྐུ་ཡིན་ཟེར་བ་དེ་ང་ཚོ་ཡི་དྲན་སྲོལ་འདུག། ཉི་མ་སྲུང་བྱེད་པ་དུ་དེ་ཁོང་བསྲུང་དགོས་པའི་བཀའ་གནང་རོགས། དེ་མེད་ན་ཁོང་གི་སློབ་མ་རྣམས་ཡོང་ནས། ཁོང་གི་ཕུང་པོ་སྐུ་བརྗོད་ནས་མི་མང་རྣམས་ལ། ཁོང་འཆི་བ་ནས་སླར་ཡང་སྲིན་པོ་ཞག་འདུག་ཞེས་གསོལ་བ་ཡིན་ན། སྔོན་མ་གཡོ་སྒྱུ་ལས་མཐའ་མ་གཡོ་སྒྱུ་དེས་ངན་པ་བྱ་གི་འདུག་ཞེས་བརྗོད་པ་རེད། པི་ལ་ཏོ་ཡི་ལན་དུ་སོང་ལ། སྐུ་སྲུང་དམག་མི་ཁ་ཤས་ཁྲིད་ནས་དུས་ཁོང་གི་ཁ་གང་ཐུག་དང་པོ་སྲུང་ཤོག་ཅེས་བརྗོད་པ་རེད། སྲུང་དམག་ཁྲིད་ནས་ཁོ་ཚོ་ཡིས་དུས་ཁོང་ཡི་ཁ་ལ་རྒྱལ་པོ་ཡི་ཐུགས་རྩི་བརྗོད་ནས་སྲུང་དམག་རྣམས་ལ་སྲུང་དུ་བཅུག་པ་རེད། ཡང་མི་ཡང་མ་བསྡད་དམག་དང་མི་ཡང་བཞེངས་ཞེས་དུས་ཁོང་གི་ཁ་ཐུག་ལ་བསྡོད་ཡོད་པ་རེད།